རྒྱལ་སྤྱིའི་གསར་འགྱུར་ཚན་ག་བོད་པའི་གྲོགས་པོ་གྲོང་མི་ཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་གྱ་མེད་ཉིན་གཙགས་དྲུག་སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་རེས་ཟླ་བ་རེས་གུང་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསར་འགྱུར་ཁ་ཤས་ཤིག་མཉམ་སྤྱོད་ཞུས་མོད་ཐུགས་སེམས་ལྷོད་ལྷོད་ཅིག་སེམས་སེ་གནང་རོགས་གནང། དེ་རིང་མཉམ་སྤྱོད་ཞུ་ཡི་གསར་འགྱུར་དང་པོ་འདི་ག་རུ་གཏོད་ཞུས་པ་ན་བལ་ཡུལ་དང་འབྲེལ་བའི་གསར་འགྱུར་གསར་པོ་ཞིག་འདུག་ཟེར་བར་བལ་བོད་ཀྱི་སྲིད་བློན་ཟུར་པ་གསུམ་དང་བློན་ཆེན་དེ་འདྲ་གཉིས་ཁོ་ཚོའི་གི་རྒྱུ་ནོར་དེ་ཡིན་ན་ཨིན་སྐད་ནང་ཞུབ་ན་མ་ཎི་ལོངས་སྤྱོད་ཟེར་བ་ཁྲིམས་འགལ་ཐོག་ནས་དངུལ་ནག་པོ་འདྲེ་རེ་བཞག་བྱས་བྱས་ད་ལྟའི་ཆ་ནས་ཡིན་ན་བ་ལིན་ད་ཤ་གི་གཞུང་གསར་པས་ཡིན་ན་ཁོ་ཚོ་ལ་བསྐྱག་ཞིབ་བྱེད་དང་བྱེད་བཞིན་པ་རེ་བཞག་དེ་དང་འབྲེལ་བའི་གསང་རྒྱུ་ཞིག་འདུག་ཟེར་རོ་ན། ད་ལྟ་བལ་ཡུལ་ནང་ལོགས་ཀྱི་གཞུང་གི། ཚན་ཚན་པ་ཞིག་འདུག་རུ་བ་དེ་མིང The Department of Money Laundry Investigation ཟེར་གི་ལྐོག་ཟ་རུལ་སུངས་བྱས་པའི་དངུལ་གྱི་ཞིབ་བཤེར་བྱེད་ཉེར་གྱི་སྡེ་ཚན་འབྱོར་པ་ཁོ་ཚོས་ཡིན་ན་དཔོན་རིགས་སྙེ་མ་གི་སྲིད་བློན་ཟུར་པ་གསུམ་དང་བློན་ཆེན་གཉིས་དེ་ཚོའི་གི་དཔེ་ཤག་དེ་ག་ནས་གླས་ཡོད་མེད་དང་རྒྱུ་ནོར་ཟུར་པ་འོང་དེ་ཚོ་ག་ནས་གླས་ཡོད་མེད་དང་ག་འདྲས་བྱུང་ཡོད་མེད་ཚང་མ་ལོ་ཞིབ་བཤེར་བྱས་དེ་ཡོད་རེད། དེ་དང་མཉམ་དུ་ཡིན་ན་བལ་ཡུལ་གྱི་ཉེས་རྟོག་པ་ཡོར་བ་དེ་ཚོ་ཡང་མཉམ་རུག་བྱས་བྱས་ཡིན་ན་བརྟག་དཔྱད་བྱེད་དང་བྱེད་བཞིན་པ་རེད། ད་དངུལ་ནག་པོ་ཟེར་བ་མ་ནི་ལོ་འཇུའི་ཟེར་བ་དེ་ཚོ་བརྟག་དཔྱད་བྱས་དེ་ཡིན་ན་དང་པོ་དེ་ཤེར་བྷ་ཧ་ཏུར་འདུག་པ་ལས་ཞུ་དུར་བ་དེ་ནི་སྙེ་མ་ཁྱི་སྲི་ལུན་རྙིང་པ་ཅི་རེ་བྱ། ཡུལ་ན་ལ་ཡོད་པའི་ལུང་ཁུག་ཅིག་དུར་བ་དེ་མིན་ལ་བསྡད་དེ་དུར་ར་ལ་ཡོང་དེ་ལ་སྐྱེལ་སྐྱོག་ཅི་རེ་བྱ་ཟེར་བ། ཁོ་རང་ཡིན་ན་བལ་ཡུལ་གྱི་ཀོང་ཀྲི་སི་ཟེར་བ་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཡང་བྱས་ཞག་ཉིས་སྟོང་བཅུ་དྲུག་ནས་རེད་བ། དེ་ནས་བལ་ཡུལ་གྱི་སྲི་ལུན་ཟིག་མར་བའི Prime Minister ཞེས་པ་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ནས་དགུ་བཅུ་དགུ་བདུན་བོ་དོ་གཅིག་བྱས་ཞག་དེ་ནས་ཉིས་སྟོང་གཅིག་ནས་ཉིས་སྟོང་གཉིས་བོ་དོ་གཅིག་བྱས་ཞག་ཉིས་ནས་དེ་ནས་ཉིས་སྟོང་བཞི་ནས་ཉིས་སྟོང་ཉིས་སྟོང་ལྔ་བོ་དོ་གཅིག་ཕྱེད་བཞི་ནི་ཉིས་སྟོང་བཅུ་བདུན་ནས་ཉིས་སྟོང་བཅུ་བཅོ་བརྒྱད་བོ་དོ་གཅིག་ན་ཤར་བ་ནི་ཉིས་སྟོང་བཅུ་ཉི་ཤུ་རྩ་གཅིག་ནས་ཕྱེད་ཉི་ཤུ་རྩ་གཉིས་བོ་དོ་ན་ཤར་བ། ཁོ་རང་གི་སློབ་སྦྱོང་དེ་ཡིན་ན་ད་ལྟ་ཏིར་བུ་ཝན་ཡུ་ནི་ཝོར་སི་ཏི་ཞེས་པའི་གཙུག་ལག་སློབ་གཉེར་ཁང་ཞིག་ཏུ་དེ་ལ་སློབ་སྦྱོང་བྱས་རྗེས་ནས་དེའི་རྗེས་ནས་ཞིབ་འཇུག་པའི་སློབ་སྦྱོང་ཟེར་བ་འོ་དེ་ཡིན་ན London School of Economics ལོན་ཏོན་གྱི་དཔལ་འབྱོར་དང་འབྲེལ་བའི་གཙུག་ལག་སློབ་གཉེར་ཁང་ཞུ་དོགས་འོང་དེར་སློབ་སྦྱོང་བྱེད་ཤག་ཁོ་རང་གི་སྐུ་ཟླ་དེའི་མིང་ལ་ཡིན་ན་ཨ་ཙུ་ར་ར་ན་ཏུ་པ་ལའི་ཞུ་དུ་ར་འོང་དེ་ཡིན་ན་ད་ལྟའི་ཆ་ནས་ཡིན་ན་བལ་བོད་ཀྱི་ཉེན་རྟོག་པས་ར་བ་འཛིན་བཟུང་འཛིན་བཟུང་ལོག་རེད་ད་བརྟག་དཔྱད་བྱེད་དང་བྱེད་བཞིན་པ་རེད་ར་ད་ནི་མ་ཎི་ལོ་འཇུའི་གཟིམ་དུ་ཨིན་སྐད་ནང་ཞུས་ན་དཔེ་ཤག་དེ་ཡིན་ན་ཁྲིམས་འགལ་ཐོག་ནས་ཉག་དེ་ཤག་བྱས་བྱས་བརྟག་དཔྱད་བྱེད་དེ་ཡོད་རེད་ད་ནས་བལ་ཡུལ་གྱི་སྙེ་མ་གི་སྲིད་བློན་རྒན་གྲས་ཀེ་བྷི་ཤར་མ་ཨོ་ལི་ཞེས་པ་འདིའི་གི་རྒྱུ་ནོར་ག་ནས་ག་ནས་ཡོང་གི་ཡོད་མེད་དེ་ཚོ་ཡང་བརྟག་དཔྱད་བྱེད་དུ་ཡོད་རེད་ས་དེ་ནས་པུ་པ་ཀ་མ་ད་ཧལ་ལས་ཞུ་དུར་བ་འོང་འདི་གི་རྒྱུ་ནོར་དག་དེ་ཚོ་ཚང་མ་ལོ་ཡིན་ན་ག་འདྲས་ག་འདྲས་ཡོང་ཡོད་མེད་དང་ཁྲིམས་རྒྱལ་ཁར་ཆེ་ཡོད་མེད་ཚང་མ་ཨ་ནི་བལ་བོད་ཀྱི་ཉེས་རྟོག་པས་བརྟག་དཔྱད་བྱེད་དེ་ཤ། པུ་ཤ་པ་ཀ་མ་ད་ཧལ་ལས་ཞུ་དུར་བ་འོང་འདི་ཡིན་ན་སྙི་མ་ཡང་ཨ་ནི་བལ་ཡུལ་གི་བཀའ་བློན་བཀའ་བློན་ཟེར་བ་སྲིད་བློན་ཡང་བྱེད་མྱོང་ཡོད་རེད་ས་དེའི་གི་ཤོག་ཁག་དེ་ཡིན་ན་ད་ལྟ་དམར་ཤོག་ཚོགས་པ་ཡིན་པ་མའོ་གི་རྟ་མཆོག་ཡོད་རྒྱུ་བྱུང་བ་འོན་ཏེ་རེད་ཤར་བ། བལ་བོད་ཀྱི་སྲིད་བློན་ཐེངས་མ་མང་པོ་ཅིག་བྱས་ཡོད་རེད། མའོ་ཀྱི་ཤོག་ཁག་བྱུང་བ་འོན་ཏེ་ཀྱི་དཔོན་པོ་ཐོ་ཞོན་ཡང་བྱས་ཤར། ཁོ་རང་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་སྤྱི་ཟླ་བཅུ་གཉིས་པའི་ཚེས་བུ་བཅུ་གཅིག་ལ་རྒྱལ་སྐྱོག་བྱས་རེད་ཤར། བལ་བོད་ཀྱི་སྲིད་བློན་ཐེངས་མ་གསུམ་བྱས་ཤར་ཉིས་སྟོང་བརྒྱད་ནས་དགུ་བུ་དོ་གཅིག་བྱས་ཉིས་སྟོང་བཅུ་དྲུག་ནས་བཅུ་བདུན་བུ་དོ་ཉིས་སྟོང་ཉིས་རྩ་བཞི་ནས་ཉིས་སྟོང་ཉི་ཤུ། ཉིས་སྟོང་ཉིས་རྩ་གཉིས་ནས་ཉིས་རྩ་བཞི་བུ་དོ་བྱས་ཤར། ཅུང་དེ་ཡིན་ན་བལ་ཡུལ་ནཱ་ལོ་ལ་ཏིར་བུ་ཝན་ཡུ་ནི་ཝོར་སི་ཅི་ཞེས་པའི་གཙུག་ལག་སློབ་གཉེར་ཁང་ཞིག་འདུག་རུ་བ་འོན་ཏེ་ནཱ་ལོ་ཞིང་ལས་བསོད་ནམས་དང་འབྲེལ་བའི་ངོ་འདི་འདྲ་ག་སློབ་སྦྱོང་བྱེད་བྱ། དེ་ཚོ་མཉམ་དུ་ཡིན་ན་སྙན་དམག་གི Energy Minister ཟེར་བ་ནུས་ཤུགས་ཀྱི་བློན་ཆེན་ཞིག་འདུག་ར་དེའི་མིང་ལ་དི་པག་ཁ་ཏར་ལགས་ཡིན་ཁོ་ཡང་ནི་བརྟག་དཔྱད་བྱེད་ཐག་བྱེད་བཞིན་པ་རེད་ཟེར་བ་ད་ལྟ་པེ་ཤ Money Laundry ཟེར་བ་ངོ་འདི་བྱེད་བྱ་ལ་ནི་འཛིན་བཟུང་བྱས་པ་རེད་ས་ཉེས་རྟོགས་པས། བོད་བློན་ཆེན་ཨར་ཙུ་ར་ནཱ་དུ་པ་ལའི་སྐྱེ་དམན་ཤོག་དབང་དེ་མོ་ཡང་འཛིན་བཟུང་བྱས་པ་རེད། ཨར་ཙུ་ར་ནཱ་དུ་པ་ལའི་དེ་ཡིན་ན་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་རེད། ཡིན་ན་ཁོང་ཚོ་དཔོན་རིགས་མཐོ་པོ་ལྔ་དེ་ཚོ་ཡིན་ན་ད་ལྟའི་བལ་བོད་ཀྱི་ཉེན་རྟོག་པའི་བརྟག་དཔྱད་བྱས་དང་བྱེད་བཞིན་པ་རེད། ད་ནི་མ་ནུས་ལོ་འགྲོའི་ཟིག་ཏུ་ཨ་པེ་ཤ་བོད་ཆོས་ལོག་པ་དང་ཡང་བཅོལ་བ་འོང་འདི་ག་ལ། ང་ནི་བློ་འདྲི་ལས་ཨིན་ཇི་ཆི་དོ་ཚིག་ཆི་དོ་ཨོ་འདི་གར་དོ་ལབ་ཨི་ན་ཁྲིམས་རྒྱལ་གྱི་དཔེ་ཤག་འདི་ཁྲིམས་དོན་གྱི་དཔེ་ཤག་བཟོས་བྱུ་བས་ཨོ་འདི་གི་བྱུང་རིམ་བྱུ་མར་བས་ཨོ་འདི་རེ་ཤ། ང་ནི་བློ་འདྲི་ཞེས་པ་འདི་ཡིན་ན་ཨ་ནི་འགྲོ་སྟངས་གསུམ་དུ་རུ་བ་དང་པོ་འདི་ཡིན་ན placement སི་ཨིན་ཇི་ཚབ་བྱས་བྱུ་བ་དང་པོ་ཁྲིམས་རྒྱལ་གྱི་དཔེ་ཤག་འདི་དཔེ་ཤག་མང་པོ་ཞིབ་ཅིག་ཨི bank སི་རུ་བ་དངུལ་གང་ན་བླུག་ཡས་འདི་ཅིག་ཆེར་བ་འདི་ནས་དཔེ་ཤག་ཅིག་ཁྲིམས་རྒྱལ་གྱི་དཔེ་ཤག་འབྱོར་བ་ཨོ་འདི་ཡིན་ན་ཨོ་ག་འཇུ་མ་འཇུ་ལ་དཔེ་ཤག་འདི་བཏང་བྱས་ཡིན་ན་དམིགས་བསལ་གྱི་ཕྱི་རྒྱལ་ལུང་པའི་གི་ནི་བེང་འབྲེ་ཡོད་ར་བ་དངུལ་གང་འབྲེ་ནལ་ཏང་འབྲེ། པའི་ཤ་ཕོན་ཆེན་པོ་དེ་ཕྱི་རྒྱལ་གི་དངུལ་གང་འབྲེ་ནལ་ཏང་འབྲེ་ནི་ཚུར་རང་ཅག་སོ་སོའི་ཨེ་ཀའོང་ཟེར་བ་དེ་ནང་བླུགས་རྗེས་ནི་པའི་ཤ་དེ་ནི་སོ་སོའི་ལུང་པའི་ནང་ལ་ད་བལ་བོའི་ལུང་པའི་ནས་རྒྱ་གར་ལུང་པའི་ནས་དེ་ལ་ནི་ས་ཆ་ཆེན་པོ་ཉོ་ཡ་ཆེ་ར་བ་ཁང་པ་ཉོ་ཡ་དག་དེ་འབྲེ་ཡོད་ར་བ་བ་ཡིང་པོ་པོ་ཏྲི་སུ་དུ་བ་དེ་ནས་ཡིན་ན་ཚོང་གཉེར་ཡ་འབྲེ་ཡོད་ར་བ་དེ་ནས Luxury Item གོང་ཚད་ཆེ་བའི་ནི་རིན་ཐང་ཆེ་བའི་ལྕེ་ལ་འབྲེ་ཡོད་ར་བ་དེ་འབྲེ་ཉོ་ཡ་ཆེ་ཆེ་ཡིན་ན་ཁྲིམས་འགལ་གྱི་དཔེ་ཤག་འདི་སྐོར་རྒྱབ་རྗེས་རེད་པ་ཚུར་རྒྱལ་ཁབ་ལ་ཚུར་རང་འཇགས་སླད་ཅེས་སོ་སོའི་མིང་བར་ལ་ཡག་པོ་ཅིག་བཞག་ཡ་ཆུ་བ་འོ་འདི་འདྲའི་བྱས་ཀྱི་ཐབས་ཇུས་ཅི་རེད་ཤག་མ་ནི་ལོ་འཇུ་ཡི་ལེ། འོ་འདི་འདྲའི་དཔེ་ཤག་འདི་ཁྲིམས་འགལ་གྱི་དཔེ་ཤག་འདི་སོ་སོའི་མིང་བར་ལ་བཞག་ཅེས་རེད་པ་བེད་སྤྱོད་བཏང་ཙང་ཡིན་ན་ད་ལྟའི་ཆ་ནས་ཁོ་ཚོ་ལ་བསྐྱག་ཞིབ་བྱེད་བསྡད་ཡོད་རེད་ས་ཨིན་གྱི་ན་གཞོན Investigation ཟེར་འདུག་འོ་འདི་འདྲའི་བལ་ཡུལ་དང་འབྲེལ་བའི་གསང་རྒྱུ་ཞིག་འདུག་ཞུ་ཡ་ཡིན། ད་བལ་ཡུལ་ནང་ལོ་ཡང་རེ་ཁ་རྐུ་མ་རེད། མོ་ཡང་འཛིན་བཟུང་བྱས་ཤག་ཟེར་བ་འཛིན་བཟུང་བྱེད་དགོས་ཡས་དེའི་རྒྱུ་མཚན་ཁ་ཏོ་ལབ་ཡས་ན་མོས་མོ་རང་གི་ནང་ལ་ར་བ་སྤུ་གུ་ཆུན་ཆུན་ཆར་ལས་བོར་ཟིན་མོ་འདུག་ཡས་འོང་དེ་འདྲས་ནང་ལ་ཉག་བྱས་ན་ཁ་ལག་བཟོ་བཅུ་ཡས་བྱས་ནང་གི་ལས་ཀ་བྱེད་བཅུ་ཡས་བྱས་ར་བ་དེ་ནས་ཉེས་རྟགས་བཏང་ཡས་དང་བསླབ་གྲ་མ་བཏང་ཡས་བྱས་དེ་འདྲས་བྱས་པ་རེད་བསམ་འོང་དེ་སྐྱེན་བྱས་ཡས་ན་བ་ལིན་ཏ་ཤར་གྱི་ནི་གཞུང་གསར་པ་ཡིན་ན་འཛིན་བཟུང་བྱས་པ་རེད་ས་མོ་ཡིན་ན་བལ་ཡུལ་གྱི་འདིར་བཞག་ཆབ་སྲིད་པ་ཅིག་རེད་ཤར་བ་དམིགས་བསལ་གྱི་ད་ལྟ་ལུང་པ་ནི་ཞེས་པའི་ས་ཆ་ཞུ་བ་འོང་འདི་ནི་ད་ལྟ་དཔོན་པོ་ཐོ་ཤོད་ཅུ་བ་འོང་འདི་ཡང་རེད་ཤར་བ་མོ་གི་ཤོག་ཁག་དེ་ནི་མའོ་ཞེས་ཟིག་འདུག་བ་མའོ་གྱི་ལྟ་ཕྱོགས་ཀྱི་ཤོག་ཁག་ཞུ་བ་འོང་འདི་རེད་ཤར་བ་མོ་རང་གི་མིང་དེ་ནི་ལས་ད་ལྟ་སྐྱབས་གཞི་བྱས་ན་ལས་དེ་ཡོད་རེད་ཤར་བ་དམིགས་བསལ་གྱི་མོ་རང་གི་སྒེར་གྱི་རྒྱུ་ནོར་དེ་ཚོ་ཀ་ལ་བསྐྱར་ཞིབ་བྱེད་ཐབས་བྱེད་བཞིན་པ་རེད། ད་ལྟ་བལ་བོའི་གཞུང་གསར་བས་ཡང། ཆུ་ཚོད་གཉིས་རྩ་བཞི་ནང་ལོའི་ནང་ཁུལ་ལ་རེ་དང་བལ་ཡུལ་ནང་ལོ་ལ་ད་ལྟ་ཁ་པར་བརྒྱུད་ཅེས་ཨ་ནེ་ཡིས་རྩེད་མོ་རྩེད་ཀྱི་ཡོད་རེད་ས་གེམ་དེ་གར་ས་བག་བརྒྱབ་ཡ་རྒན་འཛུགས་བྱས་བྱོས་པར་ཨིན་ཀེ་ན་ཤུག་ན་གེམ་པིལིང་སི་ཏུ་བ་དེ་འདྲས་ཀྱི་དྲ་ཚིགས་དང་མཉེན་ཆས་དང་དེ་ཚོ་ཚང་མ་སྒོ་རྒྱག་པོ་ཡོད་བྱས་ཅེས་བཀའ་བཏང་བཞག་ཟེར་བ་ད་དེ། བཀའ་ཡས་ཀྱི་རྒྱུ་མཚན་གར་དུ་ལབ་ཡོད་ན་བལ་ཡུལ་ན་ཡོད་པའི་མི་མང་པོ་ཅིག་གིས་ནི་ཁ་པར་བརྒྱུད་ནས་ནི་དྲ་རྒྱའི་བརྒྱུད་ཅེར་བ་སྦག་བརྒྱབ་ཡས་ཆེ། དངུལ་ཡོད་སྐྱོ་དེ་ཤོར་ཡས་དང་བུ་ལོན་མང་པོ་ཅིག་ཐིམ་ཡས་ཆེ་རེད་པ་འོང་དེ་འདྲས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་དེ་ཡོད་རེད་དམིགས་བསལ་གྱི་མི་མང་དེ་ཚོ་ལ་ཡིན་ན་ནི་དངུལ་ཕོན་ཆེན་པོ་ཞིབ་ཆེད་ནི་དྲ་རྒྱའི་གི་དེ་འདྲས

རྩེད་མོ་རྩེ་ཉན་དུ་ཡོད་རེད་པ་འོང་དེ་ཚོ་ལ་ཨ་འབྲེ་གི་གནས་ཚུལ་ཞུ་དོ་ཞུ་ཡིན། དེ་རིང་མཉམ་འཇོག་ཤོ་ཡའི་གསང་རྒྱུ་ཤིན་པ་དེ་ཡུ་ཀི་ལན་སི་ཀི་ཁོང་ཡིན་ན། ཉིས་སྟོང་གྱ་མེད་ཉིན་གཙག་ཕྲུག་གི་ནོ་སྦེལ་ཞི་བདེའི་གཟེངས་རྟགས་ཀྱི་འོས་མི་ལ་ཨ་ནི་འོས་འདེམས་བྱས་དང་བྱེད་བཞིན་པ་རེད་ཤག་དེ་དང་འབྲེལ་བའི་གསང་རྒྱུ་ཞུ་ཐུབ་ཟེར་རོ་ན། ཉིས་སྟོང་གྱ་མེད་ཉིན་གཙག་ངན་ནས་བྱས་ཨུ་རུ་སུ་གས་ཡུ་ཀི་རེན་ལ་བྱ་འཕུར་ཆས་འགོ་བཙུགས་རྗེས་དམག་ཕྱི་ལམ་པོ་ར་དམག་ལམ་ནས་བྱས་ཁོང་གས་ཡིན་ན་ཁོ་རང་གི་རྒྱལ་ཁབ་དང་ཨ་ནི་དང་བ་ཅན་རྒྱལ་ཁབ་ཅིག་རེད་ཡུ་ཀི་རེན་དེ་འགོ་འགུག་གི་མེད་བྱས་རྗེས་ཨ་ནི་ད་ལྟ་བུ་ཐོག་ཡིན་ན་ད། སྐུ་ལས་མང་པོ་ཞིག་ར་བསྐྱོན་ཡོད་རེད་པ་འོན་ཏེ་རྐྱེན་བྱས་ན་ཁོང་ལ་ནི་ད་ལོ་ཉིས་སྟོང་གྱ་མ་ཉིས་རྩ་དྲུག་གི་ནོ་སྦེལ་གྱི་ཞི་བདེའི་གཟེངས་རྟགས་དེའི་འོས་མི་ག་ལ་རེད་འོས་མི་ནང་ལ་འོས་འདེམས་བྱས་ཤག་མཚན་དེ་སྟོན་ཤག། ཁོང་ལ་ཆ་མཚོན་མེད་ན་ཁོང་གི་སྣེ་ཁྲིད་པའི་ཡུ་ཀེ་རིན་གྱི་གཞུང་བཅོས་རེད་པ་འོན་ཏེ་ཡུ་ཀེ་རིན་འདི་ལ་ཆ་མཚོན་མེད་ན་གོ་ལ་ཁྱོན་ཡོངས་ཀྱིས་ནི་རྒྱབ་སྐྱོར་ར་ཨེ་ད་ནོ་སྦེལ་གྱི་ཞི་བདེའི་གཟེངས་རྟགས་དེ་ཡང་ཕུལ་ན་ཡག་པོ་འདུག་ཞེས་བཅས་རྒྱབ་སྐྱོར་གནང་ཞུ་ཤག། ངས་མཉམ་སྤྱོད་ཤོས་ཀྱི་གསར་འགྱུར་ཞིབ་འབངས་དེ། ཨོ་སི་ཁྲུ་ལི་ཡ་དང་འབྲེལ་བའི་གསར་འགྱུར་གསར་བ་ཞིག་ཏུ་ཞུ་ཡས་ཡིན། ཨོ་སི་ཁྲུ། ཇི་རི་ཤཱ་ཟེར་བ་ཏར་ཀི་ཤར་གྱི་ལུང་པ་དམིགས་བསལ་གྱིས་ཨི་རན་ནག་ལོའི་དམག་ཅིག་བྱུང་དེ་དུས་ཙམ་ལ་ཡིན་ནོ། སྣུམ་དང་དེ་ཚོ་གོང་གི་འཕར་པའི་རྐྱེན་བྱས་ཡིན་ན་ཨོ་སི་ཁྲུ་ལི་ཡ་ནག་ལོ་ཡོད་པའི་མངའ་སྡེ་གཉིས་དུ་རུ་བ་ཝིག་ཏོ་རི་ཡ་དང་ཏེས་མི་ནི་ཡ་ཞེས་པའི་ས་ཆ་དེ་ཚོའི་ནག་ལོ་ལ་ནི་མི་དམངས་ཀྱི་འགྲུལ་བཞུད་བྱེད་ས Public Transport ཟེར་བ་ཨི་འགན་དང་ཞུས་པ་ནི་འོང་དེ་ཡིན་ན་རིན་མེད་ཐོག་ནས་ད་ལྟའི་གནས་སྐབས་རིང་གར Temporary Lease ཟེར་གྱི་འདུག་གནས་སྐབས་རིང་གར་རིན་མེད་ཐོག་ནས་མི་དམངས་དེ་ཚོ་ཡིན་ན་ཡང་མ་འགྲུལ་བཞུད་བྱེད་ཆོག་རེད་བྱས་རྗེས་རྒྱལ་སྤྱིའི་ས་ཁང་ནང་མཉམ་སྤྱོད་གནང་བཞག་ལ་ན་དངོས་སུ་ར་ནེ་ཡི་ཨའོ་སི་ཁྲུ་ལ་གི་ས་ཆ་ཝིག་ཏོ་རི་ཡ་དང་ཐེ་སི་མི་ནེ་ཡ་ནང་ལོག་ཡོད་པའི་མི་དམངས་དེ་ཚོ་རིན་མེད་ཐོག་ནས་འགྲུལ་བཞུད་གནང་དང་གནང་བཞིན་པ་རེད་བཞག་ཨ་ཨའོ་སི་ཁྲུ་ལ་ནང་ཡོད་པའི་ས་ཆ་ཝིག་ཏོ་རི་ཡ་ཞེས་པ་དེའི་ནང་ལོག་ལ་ཡིན་ན་ཁྲོན་ཟེར་བ་རི་ལི་དེ་ཚོ་རིན་མེད་རེད་ས་ད་ལྟའི་ཆ་ནས་སྦ་སྤྱི་སྤྱོད་ལང་ཀོ་བྱས་ཏེ་ཁྲོན་ལེ་ཞུ་ཏོ་རི་ལི་སོགས་ཆུ་འཇུ་ལང་ཀ་གར་འགྲོ་དེ་ཉི་འོང་དེ་ཚོ་ཡིན་ན་ཟླ་བ་གཅིག་གི་རིང་ལ་རིན་མེད་རེད་གསུངས་བཞག་དེ་ནས།

དེ་ནས་ཡིན་ན་པེ་ཏྲོ་རོ་སི་ཏུ་ཨ་དེ་ཚོ་ཡིན་ན་གོང་ཧ་ཅང་གི་མཐོ་པོ་ཅིག་ཆགས་བསྡད་ཡོད་རེད་གཟུགས་འདི་རྐྱེན་བྱས་ན་གཞུང་གི་མི་དམངས་ཀྱི་བདེ་སྡུག་བསལ་ཡས་ཀྱི་ཆེད་དུ་ཡིན་ན་གནས་སྐབས་རིང་གར་རིན་མེད་ཐོག་ནས་འགྲུལ་བཞུད་བྱས་ཡས་ཀྱི་ནི་གོ་སྐབས་གནང་བ་ཡིན་གསུངས། བྱས་ཙང་ཨོ་སི་ཏྲུ་ལི་ཡ་ནང་ལོགས་ཀྱི་མངའ་སྡེ་དེ་གཉིས་ཀྱི་ནི་དཔོན་རིགས་ཀྱི་ཧར་བཟུང་དུ་ལབ་ཡིན་ན་ད་ལྟ་མི་དམངས་ཀྱི་བདེ་སྡུག་བསལ་ཡས་ཆེད་ར་དམིགས་བསལ་གྱི་ད་ལྟའི་ཆ་ནས་ཡིན་ན། འཚོ་བ་སྐྱེལ་གྱི་འགྲོ་གྲོན་འདི་ནས་ལ་ཧང་སང་གི་མཐོ་པོ་ཅིག་ཆགས་བསྡད་ཡོད་རེད་སོང་འོ་འདི་སྐྱེན་ཆེད་ཡིན་ན་ད་སྣུམ་འདི་གོང་འཕར་དུས་འདི་ག་ལ་དཀའ་ངལ་ག་ལ་དཀའ་ངལ་ཅིག་ཆགས་བསྡད་དགོས་པ་འོ་འདི་སེ་རའི་ཆེད་དུ་ཡིན་སོང་ཤག་འདི་འདྲའི་ཨའོ་སུ་ལི་ཡ་དང་འབྲེལ་བའི་གསང་རྒྱུ་ཟབ་པོ་ཞིག་འདུག་ཞུས་ཡིན་མཉམ་ཞུ་ཞུ་ཡི་གསང་རྒྱུ་ཞིམ་པ་འདི་རྒྱ་ནག་གི་སྙེ་མ་ཁ་སྤྲུལ་གྱི་ལས་ཁུངས་ཞུ་འདུག་བ་འོ་འདི་གི་དཔོན་པོ་མཐོ་ཤོས་འདི་འཛིན་བཟུང་བྱས་ཤག་ཟེར་བ་ད་འདི་ཡིན་ན་ནི། ཁྱིམ་བདག་བཅས་བཅས་ཡིན་ན། ཁོ་རང་ཡིན་ན་ལོ་གཉིས་ཀྱི་དུས་འགྱངས་བྱས་བྱས་ཡིན་ན་འདི་ལོ་གཉིས་བཅས་ལ་རེད་བ་ཨང་གཟུགས་ཁྲིམས་བཅས་རེད་བྱས་བྱས་རྒྱ་ནག་གི་ཆེས་མཐོའི་ཁྲིམས་ཁང་ནས་ཁྱིམ་བདག་བཅས་བཞག་རྒྱ་ནག་གི་མཁའ་འགྲུལ་གྱི་དཔོན་པོ་མཐོ་ཤོས་བཅོལ་བ་འོང་འདི་ཨིན་རྒྱ་ནག་ཞུབ་ན Aerospace CEO ཟེར་བ་ཁོ་རང་གི་མིང་ལ་ཡིན་ན་ཐེན་རེ་སུང་ཟེར་བ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལ་སྐྱེས་མཆོག་རེད་བཞག་ཟེར་བ་ད་ནི་སྐྱེས་སའི་ས་ཆ་འདི་རྒྱ་ནག་གི་ཞིང་ཆིན་ཧུ་ནན་ལས་བྱུང་བ་འོང་འདི་ནས་རེད་བཞག། དེ་ད་ལྟའི་ཆ་ནས་ད་ལྟའི་ཆ་ནས་ལོར་ད་ལྟ་བཅོ་ལྔ་ན་བཅུ་ཞར་སར་བ་ཉི་མ་ཡིན་ན Military Craft ཟིན་པའི་དམག་གི་དེ་འདྲའི་གནམ་གྲུ་དང་གནམ་ལ་གནམ་ལ་བགྲོད་ཀྱི་མེ་ཤུགས་འཕུང་མདའ་དང་དེ་ཚོའི་གི་ཟོལ་གྱི་དཔོན་པོ་མཐོ་ཤོས་དེ་ཆགས་བསྡད་ཡོད་རེད། རྒྱ་ནག་གཞུང་གི་ཡིན་ན་ད་ལྟ་མཁའ་འགྲུལ་དམག་གི་གནམ་གྲུ་དང་འབྲེལ་བའི་དཔོན་པོ་མཐོ་ཤོས་དེ་གཟུགས་ཁྲིམས་བཅས་ཡིན་ལ་དེ་ཡིན་ན་ཁྲིམས་བཅད་དབོས་ཀྱི་རྒྱུ་མཚན་གསུམ་བཤད་ཤར་བ་དང་པོ་དེ་ཡིན་ན་ལྐོག་གསོད་རུལ་སུངས་བྱེད་ཀྱི་འདུག་གཉིས་པ་དེ་ཡིན་ན་ཚོང་རྒྱབ་ཡ་བྱོས་པ་དང་གཞུང་གི་ལྕེ་ལག་དེ་ཚོ་ཡིན་ན་རྒྱལ་ཁབ་འདྲ་མ་འདྲ་ལ་བཙོང་ཡ་སོགས་དང་དེ་འདྲ་ཡོད་པ་བྱེད་ཀྱི་འདུག་ས་དེ་ནས་ཡིན་ན་ཁོ་རང་གི་ཁྲིམས་ཁོ་རང་གི་དབང་ཆ་འབྱོར་བས་འོང་འདི་ལོག་པ། བེད་སྤྱོད་དང་དུ་བྱས་འོང་དེ་འདྲའི་ཁྲིམས་འགལ་གྱི་ལས་ཀ་ཁྱོན་བསྡོམས་གསུམ་བྱས་བཞག་བྱས་རྗེས་སྐྱོན་འཛུགས་བྱས་རྗེས་བཙོན་ཁང་ནང་བཅུག་བཞག་ཟེར་བ་ལོ་གཉིས་རྗེས་ལ་སྲོག་ཁྲིམས་བཅད་རེས་ཁོ་རང་གི་ནམ་ད་ལྟའི་བུ་དོར་བ་ཁྲིམས་འགལ་གྱི་དཔེ་ཤག་ལྐོག་སུ་རུལ་སུངས་རྒྱལ་མི་གྱི་ས་ཡང་ཡོན་ཟེར་བ་ས་ཡང་བདུན་བརྒྱ་སྒེར་སྤྱོད་བྱས་ཡོད་རེད། ཁོ་རང་ཡིན་ན་ད་ལྟ་རྒྱ་ནག་གི་གཞུང་གིས་འདིར་དུ་བ། གནམ་གྱི་གནམ་གྲུ་དམག་དམིགས་བསལ་གྱི་དམག་གིས་དེ་འདྲ་གི་བཟོ་གྲྭ་ཡོད་རེད་པ་གནམ་གྲུ་བཟོས་གི་འོང་དེ་གི་དཔོན་པོ་མཐོ་ཤོས་དེ་རེད་ཤག་རེད་པ་གཉིས་མ་ཁོ་ཚོའི་གི་ལས་འོང་ལས་འོང་ཟེར་བ་རེད་བཟོ་གྲྭ་དེ་ནང་ལོག་ཡིན་ན Military དམག་གི་གནམ་གྲུ་འདི་དོ་འོང་དེ་བཟོ་གོ་རེད་ཟ་དེ་ནས་ན་དམག་གི་གནམ་གྲུ་ཆུང་ཆུང་ཞིག་འདུག་ཆུང་ང་དེ་བཟོ་གོ་རེད་ཟ་དེ་ནས་དམག་གི་དང་འབྲེལ་བའི་གོ་མཚོན་གྱི་ཡོར་བ་འདྲ་མ་འཇུག་དེ་ཚོ་ཚང་མ་བཟོས་རྒྱན་ནི་རྒྱན་དེ་ཁོ་རང་གི་ཁྱི་དེ་འོ་རེད། འོ་འདི་ཆ་ཚུགས་མེད་ན་རྒྱ་ནག་གི་དམག་དང་འབྲེལ་བའི་མི་སྣ་གལ་ཆེ་ཤོས་གཅིག་ཆགས་བསྡད་ཡོད་རེད། ཨ་ནི་དཔོན་པོ་མཐོ་ཤོས་དེ་འདྲས་གཅིག་གིས་ལྐོག་སུ་རུལ་སུ་དང་འདྲས་བྱེད་དུས་བརྩམས་པས་ཡིན་ན་ཁོ་ཚོའི་གི་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་གི་འདུག་ཟེར་བ། འོ་འདི་ཡིན་ན་ཁྲིམས་འགལ་གྱི་ལས་ཀ་ཛབ་ཅིང་ཟེར་མར་བའི་ཞེ་སྣང་ཚ་བོ་གཅིག་སོང་ཙང་ཡིན་ན་ཨ་ནི་གཟུགས་ཁྲིམས་ཅན་ཡིན་ལ་ཤ། མཉམ་ཆུ་ཤོས་གསང་རྒྱུ་བཞིན་པར། མ་ཡིན་མ་དེ་དང་འབྲེལ་བའི་གསང་རྒྱུ་ཞིག་འདུག་ཟེར་བ། འདི་བར་མ་ནང་ལོ་ལ་དམག་སྤྱི་ཆེན་པོ་ཞིག་འདུག་འོན་ཏེ་མིང་ལ་མིང་སྨྱོང་ཧན་ལ་གཟིགས། འོན་ཏེ་ཡིན་ན་ད་ལྟའི་ཆ་ནས་ཁོ་ཚོས་ནི། ཁོ་ཚོའི་གི་སྲིད་ལུས་ལ་བསྐོ་བཞག་བྱས་རེད། ཁོང་ཆ་མཚོན་པའི་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་སྤྱི་ཟླ་བདུན་པའི་ཚེས་གསུམ་ལ་སྐྱེས་སྐྱོ་རེད་ཤགས་པ་བར་མ་ནང་ལོ་ལ་ད་ལྟའི་ཆ་ནས་ན་བར་མ་གི་དམག་སྤྱི་ཆེ་ཤོས་དེ་ཆགས་བསྡད་ཡོད་རེད་ལ་ནི་ད་ལྟ Military Government ལས་གཏོགས་ཁོང་ཚོ་དམག་གི་གཞུང་གཏོགས་ཨ་ཇུན་ཏཱ་ན་སི་གཏོགས་འོང་འདི་གི་དཔོན་པོ་མཐོ་ཤོས་དེ་རེད། ད་ལྟ་འབར་མ་ནག་ལོག་ལ་ཡིན་ན་དབང་ཆ་ཆེ་ཤོས་ཀྱི་མི་འབྱོར་པ་འོང་འདི་ཆགས་དེ་བཞག་ད་མི་དེ་ཡིན་ན་ཨ་ནི་ཁོང་ཚོའི་གི་སྲིད་བློན་ལ་བསྐོ་བཞག་བྱེད་གི་རེད་ལབ་དགོས་རྒྱུ་མཛད་གར་འདོགས། ད་ལྟ་འབར་མ་ནག་ལོག་ལ་དམག་གི་དཔོན་པོ་དམག་སྤྱི་ཆེ་ཤོས་དེ་ཁོ་ར་རེད་ཟེར་བ་ཨ་ནི་སྲིད་འཛིན་དེ་བསྐོ་བཞག་བྱེད་ངེས་ཟུར་དོར་ལབ་ཡིན་ན་ཁོ་རང་གི་རང་རེད་ཤར་བ་དམིགས་བསལ་གི་བར་མ་དེ་ཡིན་ན་དམག་གི་དབང་སྡུད་སྐྱོར་གྱི་ལུང་པ་གཅིག་རེད་འདུག་ག་ཡང་དམངས་གཙོ་གཅིག་ལུང་པ་མ་རེད་ས་འོས་འདེམས་བྱས་ད་འདྲ་ཡོད་མ་རེད་ད་ཁོ་ར་སྲིད་འཛིན་བྱས་ཀྱི་རྒྱུ་མཚན་དེ་གར་དུ་ལབ་ཡིན་ན་ཨོ་ད་རྒྱལ་སྤྱིའི་ཐོག་ལ་དགྲ་ཆགས་པོ་བྱས་བྱུས་པ་འོ་འདི་འདྲའི་ཆེད་དུ་རེད་བྱས་བྱས་རྒྱལ་སྤྱིའི་ས་ག་ན་མཉམ་སྤྱོད་བྱས་ཏེ་ཤཱས་དེ་འདྲའི་བར་མ་དང་བྲལ་བའི་གསང་རྒྱུ་ཟབ་བཞུ་དུ་ཞོས་ཡིན། ལ་སོ་དེ་རིང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུ་མང་པོ་ཅིག་མཉམ་སྤྱོད་ཞོས་ལེ་ཚན་དེ་འཇུག་འདོད་ཡིན་ལེ་ཚན་འཇུག་མེད་ན་ང་ནག་ཆུ་ཡང་བརྒྱ་བྱས་ཡོང་མ་བྱས་བར་སྐུ་གསུང་ཐུགས་འཇགས་གནང་རོགས་གནང་ཞུ་བདེ་ཅང་གོ bye།